བྱང་ཆུབ་ཀྱི་རྒྱུ་ཡི་གཙོ་བོ་གསུང་དུ་བཏུས་ནས་བསྟན་པ་ཡིན་ཙང་མང་ཆེ་བ་སངས་རྒྱས་ཀྱི་གཟུགས་སྐུ་འགྲུབ་པའི་རྒྱུ་ཡི་སྐོར་དེ་ལེའུ་གཉིས་པའི་ནང་ལ་རྒྱ་ཆེ་བ་ཞིག་ནས་བཤད་ངེས་སུ་རབ་བྱེད་རེད་ད་ལེའུ་འགའི་བསྡུས་དོན་ར་བྱས་ན་དེ་འདྲའི་ར་བྱེད་རེད། ད་དེ་ནས་མ་ཁ་ཐུག་ལ་ཕྱིན་བྱ་བ་ཡིན་ཟེར་ཆུ་ཤིང་ཡན་ལག་དག་མ་ལུས་བཅད་དེ་གཤེགས་བྱས་ན་ཅི་ཡང་མེད་ལྟར་སྐྱེས་བུ་ཡང་ཁམས་བཅས་ཤེས་ན་དེ་དང་འདྲ་བྱས་ནས་ད་ཆུ་ཤིང་དང། གང་ཟག་གི་སྟེང་གི་བདག་མེད་པ་གཉིས་པོ་དེ་དཔེ་བདུན་ལ་སྦྱར་ནས་ཆུ་ཤིང་གི་དཔེ་གྱིས་བཤད་ནས། ཆུ་ཤིང་བཞི་པ་དེ། དང་ལྡན་དེ་ཀེ་ལ་ཀེ་ལ་སི་ཡ་གི་སྡོང་པོ་དེ་དཔའ་བ་རྐྱང་རྐྱང་གི། ཡང་ཚོགས་བདེ་བའི་ཟོ་ལ་བྱེད་བ་རེད་དེ་དཔའ་བ་ཤུད་པ་ཡིན་ན་དཔའ་བ་གི་ནང་ལོགས་ལ་ཤིང་གཞན་པ་ནང་བཞིན་བྱས་ནས་སྙིགས་པོ་གང་ཡང་ལྷག་ཡ་ཡོད་བ་མ་རེད། ཇི་ལྟར་ཆུ་ཤིང་ཡན་ལག་དག་མ་ལུས་བཅད་དེ་ཤུད་ཅེ་ན་ཅི་ཡང་མེད་དེར། ཆུ་ཤིང་གི་པ་བ་བཅད་དེ་ཡན་ལག་དུ་བཙུན་མ་ཤུད་ནས། རེ་རེ་ཅན་བ་ཟུར་དུ་སྟོན་པ་ཡིན་ན། ཡན་ལག་ཤུད་པའི་རྗེས་ལ་ནང་ལ་ཡང་ཆུ་ཤིང་གི་ཤིང་གི་སྙི་བོའམ་སྡོང་པོ་གང་ཡང་ལྷག་རྒྱུ་མེད་པ་ཡིན་ཙང་ཆུ་ཤིང་དེར་སྙི་བོ་མེད་པར་ག་དུས་ཡིན་ན་ལབ་ཡག་དེ་རེད། དེ་ནང་བཞིན། ཅི་ཡང་མེད་པ་ནང་བཞིན། བདག་ཏུ་བཟུང་བའི་སྐྱེས་བུ་དེ་ཡང་ཁམས་དྲུག་པོ་རེ་རེ་ནས་བཤིག་པ་ཡིན། ཨ་ནི་ལྷ་རྒྱུད་མེད་པ་དེ་ཆུ་སྦྱིན་དང་མཚུངས་པ་རེད། དེ་ཡི་རྒྱུ་མཚན་གྱིས་ཆུ་ཐམས་ཅད་ཆུ་ནང་ཐམས་ཅད་བདག་མེད་ཀྱི་དེ་ཕྱིར་རྒྱལ་བ་རྣམས་ཀྱིས་གསུངས་སངས་རྒྱས་རྣམས་ཀྱི་ཆུ་ཐམས་ཅད་བདག་མེད་པ་ཡིན་ཕྱིན་ནས་གསུངས་པ་དེ། དངོས་པོའི་གནས་ལུགས་ལ་བདག་མེད་པ་ཡིན་ཙང་གསུངས་པ་རེད་མ་གཏོགས་དངོས་པོའི་གནས་ལུགས་ལ་ཡུལ་བ་ཅིས་མེད་པ་རེད་ཕྱིན་ནས་གསུངས་ཡོད་མ་རེད། ཁམས་དྲུག་དེ་ཀུན་བདག་མེད་པར་ཆུ་ལ་གཏན་ལ་ཕབ་པ་ཡིན། སངས་རྒྱས་ཀྱིས་བདག་མེད་པར་གསུངས་པ་ནང་བཞིན་ངས་རྒྱུ་མཚན་བཀོད་ནས་རྒྱལ་པོ་ཁྱེད་རང་ལ། ཁམས་དྲུག་པོ་དེ་རེ་རེ་ནས་བདག་མེད་པ་དེ་ལེའུ་དང་པོའི་སྐབས་ལ་གཏན་ལ་ཕབ་ཟིན་པ་ཡིན།